པ་བ་དང་ཨ་མ་གཉིས་ཀ་གི་སར་བཞག་འཇོག་གི་དཔེ་ཆ་ག་ལ་གང་འཚམས་ཅིག་ཁོ་སྨན་ཁང་འགྲོ་གུར་བ་དང་པོའི་སྨན་བཅོས་བྱས་བྱས་འགྲོ་སོང་བཏང་བཏང་བཏང་ནས་ཁོ་ཤི་སོང་ན། འདང་དཔང་འགོ་ཚར་འགྲོ་གི་འདུག་ཨ། ཁོ་རང་ཕྱིན་པ་མ་ཚད་ང་ལ་དཀའ་ངལ་ཆེན་པོ་བཟོ་ཅིག་ཤི་འགྲོ་གི་འདུག་ཨ། ད་སོ་སོ་དངོས་གནས་ཅིག་ཡིན་ལུགས་ཚུལ་མིན་བྱས་ཁོ་རང་ཅིག་བསྡད་གི་ཡིན་ན་གཟུགས་པོ་ཐང་ཨ། གདོང་བཞི་ཡག་ག། མིག་གཏད་ནས་སྤྱོད་པ་ཡག་ག་བརྩི་གི་འདུག་ཨ། ཨོ་ཁོ་ཆང་ཐ་མག་འཐུང་གི་མ་རེད།

ད་དེ་རིགས་ཁེ་གཙང་ཞེ་དྲག་ཉུང་ཆེ་འདུག་ཨ། ང་ཚོ་ནང་ཆོས་ཟེར་ཏེ་སློབ་སྦྱོང་སྤྲད་པ་ཡིན་ན་ག་ལེ་ག་ལེ་མི་དེ་གཤིས་ཀ་ཡག་ཡག་ཡག་འགྲོ་གི་རེད་གང་ལྟ། སྤྱི་ཚོགས་ཡག་རུ་འགྲོ་གི་རེད་ཁྱིམ་ཚང་མཐུན་རུ་འགྲོ་གི་རེད། ནང་ཆོས་ཀྱི་བསླབ་བྱ་དེ་མེད་པ་ཡིན་ན་ག་རེ་ཡིན་ནས་མི་དེ་གཤིས་ཀ་གཙོ་རུ་གཙོ་རུ་འགྲོ་གི་རེད། དེ་ཡིན་ཟེར་དེ་རིགས་ཁེ་གཙང་ང་ཚོ་གཞིས་ཆགས་ནང་ལོག་ལ་འཁྲུག་པ་རྒྱག་མཁན་ཞེ་དྲག་ཉུང་ཆེ་སོང་ཨ། ང་འདས་ནས་ལོ་ཉི་ཤུ་འགྲོ་ཚར་རེད་ངས་དོ་སྣང་བྱེད་ཀྱི་ཡོད། འོ་དེ་ཚོ་ག་རེ་རེད། ད། ཕ་མ་དེ་གས་ཐ་མག་མ་འཐེན་ན། མི་ཚང་དེའི་ནང་ལོགས་ལ་སྤུ་གུ་ཚོ་ཚོ་གོང་བཞིན་ཆགས་འགྲོ་བ་རེད། སྤུ་གུ་བཟོས་མཁན་དེ་གས་དགེ་རྒན་དང་ལམ་སྟོན་དངོས་གནས་བྱེད་མཁན་དེ་ཕ་མ་རེད། སྤུ་གུ་ལ་སྐད་ཆ་དང་པོ་ལབ་མཁན་དེ་ཕ་མ་རེད། སྤུ་གུ་ལ་ལྟོ་ཐོག་མར་སྤྲད་མཁན་དེ་ཁ་ལག་ཐོག་མར་སྤྲད་མཁན་དེ་ཨ་མ་རེད། ཡིན་ཙང་ཕ་མ་ཡག་པོ་ཅིག་ཡོད་པ་ཡིན་ན་སྤུ་གུ་དེ་རང་བཞིན་གྱིས་ཡག་པོ་ཆགས་ཀྱི་རེད། དཔེར་ན་ང་རང་ཚོ།

བོད་པའི་མི་རིགས་ཟེར་མཁན་དེ་ཕ་མ་དང་སྤུ་གུ་དཔའ་བོ་ལས་རྩ་བ་ཡོད་རེད། བཟའ་ཚང་དཔའ་བོ་ལས་འཁྱམ་པོ་ཡོད་རེད། སྤུ་གུ་དེ་ཚོ་ཡིན་ན་ཕ་མ་ལས་རྩ་བ་ཞེ་དྲག་ཡོད་རེད། ཕ་མ་དེས་ཟེར་ན་སྤུ་གུ་ལྟ་རྟོག་བྱེད་ཀྱི་རེད་ཟེར་གྱི་གོམས་གཤིས་དེ་ང་ཚོ་མི་རིགས་མང་པོ་འདས་ཀྱི་རེད། དེ་ཡིན་ཙང་ང་རང་ཚོ།